བཅུ་བ་དུས་ཀྱི་སློབ་གཉེར་བ་ཡོངས་ལ་འཚམས་འདྲི Test ལེགས་ཞུ་བ་ཡིན། ད་ང་ཚོ་སློབ་ཚན་སྔོན་ཆད་འགྲོ་བཞིན་པ་དེ་མུ་མཐུད་ནས་མར་འགྲོ་ཡ་ཡིན། ད་དེ་རིང་འགྲོ་ཡག་དེ་དང་པོ། ཉི་མའི་མིང། ཉི་མའི་མིང། ཚིགས་བཅད་དུ་ཀློག་པ་ཡིན་ན་བཅུ་གཉིས་བདག་པོའི་འོད་སྟོང་ལྡན། ནམ་མཁའི་ནོར་བུ། དཔེ་མེད་བརྙན། རྟ་བདུན་བདག་པོ་རྟ་འཕྱང་ཅན། སྣང་བྱེད་མེ་ཟླུམ་ཉི་མའི་མིང། ཉི་མ་མིང་མང་པོ་འདུག་ཨ། བཅུ་གཉིས་བདག་པོ་རེད་དང་པོ་དེ་བཅུ་གཉིས་བདག་པོ་ཟེར་བའི་སྐབས་ལ་ཉི་མ་ལ་ཁྱིམ་བཅུ་གཉིས་ཡོད་རེད་ལབ་རེད། ཉི་མ་ལ་ཁྱིམ་བཅུ་གཉིས་ད་དེ་གྲངས་མི་དགོས་ཕྱིན་གཉའ་ཡི་ཁྱིམ་དང་ལུག་གི་ཁྱིམ་དང་ཁྲི་པུའི་ཁྱིམ་དང་གླང་གི་ཁྱིམ་དང། སེང་གེའི་ཁྱིམ་དང་བུ་མོ་ཁྱིམ་དང་སྲང་གི་ཁྱིམ་དང་སྡིག་པའི་ཁྱིམ་མོ་ཁྱིམ་བཅུ་གཉིས་འོ་དེ་གྲངས་ཡོད་དོ་ཉི་མ་ལ་ཁྱིམ་བདུན་ཡོད་རེད་ཟེར་ལ་འོ་དེ་མ་ཁྱིམ་བཅུ་གཉིས། བྱས་ཙང་རྒྱུ་མཚན་དེ་ལ་བརྟེན་ཁྱིམ་ཁ་ཤས་མིང་གྲངས་སུའང་བུམ་པའི་ཁྱིམ་མྱ་ཡི་ཁྱིམ་ལུག་གི་ཁྱིམ་འཁྲིག་པ་འོག་ཏུ་ཁྱིམ་བཅུ་གཉིས་ཡོད་པ་དེ་ནི་བཅུ་གཉིས་བདག་པོ་ལབ་རེད། འོད་སྟོང་ལྡན་ས་དུ་གང་དུ་བོད་ཆེན་པོ་ཡོད་རོགས་སྤྱི་དང་སྟོང་ཟེར་བརྒྱ་ཁྲི་སྟོང་སྟོང་སྐད་ཆ་མ་རེད་འོད་དཔེ་མི་སྲིད་གི། སེར་བོ་དང་དེ་འདྲ་ཡོད་པ་དེ་འོད་ཆེན་པོ་ཡོད་པ་དེ་འོད་སྟོང་ལྡན་ལབ་རེད། ནམ་མཁའི་ནོར་བུ་རེད་བ་ད་ནམ་མཁའི་ནོར་བུ་ནམ་མཁའི་ནོར་དཔེ་ནི་ང་ཚོ་སངས་སྐྱབས་མགོན་རིན་པོ་ཆེ་གི་མཚན་ལ་ནམ་མཁའི་ནོར་བུ་ཟེར་ལྟ་གི་ཡོད། ནམ་གུང་གི་ཉི་མ་དེ་མཚམས་བཅད་ལ་སྙོམས་པར་བ་དང་ནི་མ་དང་ནོར་བུ་རྣམས་ཀྱི་ཐམས་ཅད་ལ་དཔེ་མི་སྲིད་ཀྱི་རྩ་ཆེན་པོ་བཞི་བོར་བ་བྱས་ཙང་ཁོ་རང་གི་འོད་དེ་ཡང་ཐམས་ཅད་ལ་སྙོམས་པ་ཡིན་ཙང་བྱས་ཙང་ང་ཚོ་ལ་བུ་ག་ས་ཉི་མའི་མིང་ལ་ནམ་མཁའི་ནོར་བུ་ཟེར་བ་རེད་ནི་གཅིག་བྱས། དཔེ་མི་རྙེད་ད་ལྟའི་ལས་སླ་བོ་རེད་དཔེ་མི་རྙེད་ཟེར་བ་ག་ལ་ཉི་མ་ཤར་བའི་སྐབས་ལ་མེ་ཏོག་དཔེ་མ་ཁ་ཕྱེ་གི་ཡོད་རེད། ཉི་མ་ཤར་བའི་སྐབས་ལ་མེ་ཏོག་དཀར་སེར་བཀང་ལ་མེ་ཏོག་སྤུས་མོ་སྟེ་ཁ་འཛུམ་དྲུག་ཡོད་བྱེད་ས་པད་མའི་གཉན་ཡིན་ཟེར་དུས་གང་ལ་མེ་ཉི་མ་ཤར་བའི་སྐབས་ལ་ཉི་མ་ཤར་བའི་སྐབས་ལ་མེ་ཏོག་པད་མ་ཁ་ཕྱེ་བ་དེ་ནི་པད་མའི་གཉན་ཡིན་ཟེར་ལབ་རེད། རྟ་བདུན་བདག་པོ་རྟ་རྟ་བདུན་བདག་པོ་ཡང་རྟ་རྟ་རྟ་བདུན་བདུན་བྲི་ཡ་བྱེད་བ་རེད་རྟ་བདུན་བཤད་བྱེད་བ་རེད་རྟ་བདུན་ཟེར་བའི་སྐབས་པད་མ་ཤ་ཤེ་བ་ན།

ད་ལྟའི་ཤུགས་དེ་ལ་དེ་རིང་གི་གཉིས་པ་སྟེ། དང་པོ་དེ་དེ་རིང་གི་དང་པོ་དེ་གཉིས་པ་ཉི་མའི་མིང་ཅན་གཉིས་པ་དེ་ཟླ་བའི་མིང་རེད་ད་ཟླ་བའི་མིང་ནམ་མཁའི་ཟླ་བ། ནམ་མཁའི་ཟླ་ནམ་མཁའི་ཟླ་བའི་མིང་ལ་དང་པོ་ཚིགས་བཅད་དགོངས་དང་ཚིགས་བཅད་ཀློག་པ་ཡིན་ན། བདེ་འབྱུང་གཙུག་རྒྱན་རི་བོང་འཛིན། རྒྱུ་སྐར་རྒྱལ་པོ་ཀུ་མུད་བརྙན།

ཨོ་དོད་ཆེན་པོ་གི་མགོའི་གཙུག་རྒྱན་ལ་ག་རེ་ཞིག་ལོག་པ་ཡིན་ན་ཟླ་བ་ཡོད་པ་དེ་ནི་འོག་དེ་བདེ་ཆུང་གཙུག་རྒྱན་ཟེར་ན་ནག་གི་མདུད་ག་ས་ཡིན། རི་བོང་གི་ག་ས་འདི་ཟླ་བ་གི་མིང་དང་པོ་དེ་རེད་བདེ་ཆུང་ཟེར་ན་ལྷ་ཨོང་ཆོས་ཆེན་པོ་ལ་གོ་ཨོང་ཆོས་ཆེན་པོ་གི་མགོ་ལ་ག་རེ་ཡོད་དབུ་ལ་ག་རེ་ཞིག་ལ་ཡོད་ན་ཟླ་བ་རྒྱན་དེ་ཡོད་རོ་དེ་ས་བདེ་ཆུང་གཙུག་རྒྱན་ཟེར་ལ་རི་བོང་ཟེར་ན་ཧ་མོག་ག་མི་འདུག་བ།

ཟླ་བ་དེ་དཀྱིལ་ཡོད་པ་དེ་ནི་དེའི་མཐའ་ཚང་མ་ལ་སྐར་མ་ཡོད་དོ་རྒྱུ་སྐར་ཕྲེང་བ་ཁོ་རང་གི་ཟླ་བ་གི་མཐའ་ཚང་མ་ལ་སྐར་མ་གི་ཕྲེང་བ་ཡོད་པ་སྐར་མ་མང་པོ་ཡོད་པ་དེ་ནི་རྒྱུ་སྐར་ཕྲེང་བ་ཟེར་ལ་རེད། ཀུ་མུད་བསྙེན་བསླབ་རེད་ད་གང་དེ་ལ་པད་མ་ག་ཀུ་མུད་བསྙེན་ཟེར་ད་མེ་ཏོག་པད་མ་ཟླ་བ་ཤར་བའི་སྐབས་ལ་མེ་ཏོག་ཀུ་ཀུ་མེ་ཏོག་ཀུ་མུད་དེ་ཁ་ཕྱེ་དགོས་ད། ཡང་མེ་ཏོག་ཀུ་མུད་མེ་ཏོག་ཅིག་མིན་རེད་ཟླ་བ་ཤར་བའི་སྐབས་ལ་མེ་ཏོག་ཀུ་མུད་ཁ་ཕྱེ་དགོས་རེད། ཉི་མ་ཤར་བའི་སྐབས་ལ་མེ་ཏོག་ཀུ་མུད་དེ་ཁ་འཛུམ་འདུག་ཡོད་རེད། བྱས་ཙང་འདིའི་ནང་ལ་ཀུ་མུད་བསྙེན་ཟེར་ག་ལ་པད་མུད་བསྙེན་ཟེར་ག་ཟེར་མེ་ཏོག་པད་མ་དེ་ཉི་མ་ཤར་བའི་ཁ་ཕྱེ་གི་ཡོད་བ།

རྒྱལ་བ་ཁོན་ཟླ་བ་ག་ས་འདི། ཟླ་བ་ནི་རྒྱུ་སྐར་དང་ནི་ཟླ་བ་ནི་སྐར་མ་དང་དེ་ནི་བྲམ་ཟེ་དང་སྨན་དང་མཆོད་སྦྱིན་དང་མཚན་མོ་ཐམས་ཅད་རྒྱལ་མཚན་མོ་རྒྱལ་པོ་ལྟར་བ་དང་མཚན་མོ་རྒྱལ་པོ་འདའ་བར་དེ་མིན་མཚན་མོ་རྒྱལ་པོ་དང་འདའ་བ་ཡིན་པར་བ། མཚན་གྱི་རྒྱལ་པོ་དང་འདའ་བ་ཡིན་པར་ཡིན་དེ་མིན་པ་ཀུན་ག་ས་རྒྱུ་སྐར་དང་གཟའ་དང་ག་ས་བྲམ་ཟེ་དང་སྨན་དང

ད་མཆོད་སྦྱིན་ལ་སོགས་པ་མཚན་མོ་ལ་སོགས་པ་རྒྱལ་པོ་ལ་བསྐོ་བཞག་བྱས་པ་རེད། རྒྱུ་མཚན་དེ་ལ་བརྟེན་ནས་གཉིས་སྐྱེས་རྒྱལ་པོ་ལབ་པ་རེད་ལབ་རེད། གཉིས་སྐྱེས་གཉིས་སྐྱེས་རྒྱལ་པོ་ཆེ། སིལ་སྦྱིན་གྱི་ད་ལྷག་མ་གོ་མེད་སིལ་སིལ་བུ་ར་བ་ཟླ་བའི་རང་བཞིན་དུ་སིལ་བ་ར་བ་ཉི་མའི་རང་བཞིན་ཚ་བ་ར་བ། ཟླ་བ་ཟླ་བ་ཤེས་པ་དགའ་ཚ་བ་ཅན་མི་འདུག་བ་འོ་སིལ་སྦྱིན་སིལ་སིལ་བུ་བྱིན་གྱིས། འོ་དཀར་ཅན་ཟླ་བ་འོད་དེ་དཀར་པོ་རེད་འདུག་བ་འོ་དཀར་པོ་ཟླ་བ་དཔེར་ན་གནམ་ལ་དེ་སྐར་མ་སྤྲིན་པ་ཅན་མེད་པ་ཡིན་ན་ཟླ་བ་འོད་དཀར་པོ་དཀར་ཐིང་ཐིང་འདུག་བ་འོ་དཀར་ཅན་བཅུ་དྲུག་ཆགས་སོ་ལབ་རེད།

ཕྱག་དེར་ཀུན་ཕན་ཟླ་བའི་མིང་དང་ཀུན་ལ་ཕན་པ་དང་ཟླ་བ་དེ་ཀུན་ལ་ཕན་སེམས་ཅན་ཐམས་ཅད་ལ་ཕན་གྱི་ཡོད་ར་བ་འོ་དེ་མིན་པ་སོགས་ཕན་གྱི་ཡོད་དེ་ཀུན་ཟླ་བའི་མིང་སུ་ལབ་རེས་ལབ་འོ་དེ་བར་དུ་དེ་རིང་གི་བསླབ་ཡག་གཉིས་པ་དེ་འགྲོ་བར་བྱེད། ད་དེ་རིང་གི་བསླབ་ཡག་གསུམ་པ་དེ་སྦྲུལ་གྱི་མིང་ད་ང་རང་ཚོ་ནམ་རྒྱུན་ཐག་པ་རིང་པོ་ཟིག་ཡོད་བར་མི་ལ་ཉག་གི་ཁྱོད་ང་གཅིག་དང་མིང་བཏགས་པ་དེ་སྦྲུལ་གྱི་མིང་ལ་དཀར་འདུག་རྐང་པས་ད་ཁུ་འབྲུག་གི་མདོག་ཡིན་རྐང་པ་མཐོང་ཡས་མི་འདུག་རྐང་པ་སྦས་པ་ནང་བཞིན་རྐང་པས་ལབ་རེད།

སྦྲུལ་གྱི་མིག་ཟེར་བ་རས་ལ་རོལ་གང་འདུག་དེ། རྐང་པའི་སྟོད། རྐང་པའི་སྟོད་གང་ཟེར་འདི། རྐང་པའི་སྟོད་ཆེ་མིག་གི་དོད། ལྕེ་གཉིས་བྲང་འགྲོ་རླུང་གཟེར་ཅན། དུག་འཛིན་འཁྱོག་འགྲོ་སྦྲུལ་གྱི་མིག། ཨོ་དེ་ཚར་བ་ཅི་ད་དེ་རིང་གི་བསླབ་ཡ་བཞི་པ་དེ་ཆུ་ཡི་མིག་བཞི་པ་ཆུ་ཡི་མིག། དག་བྱེད་ངན་སེལ་འབྲུ་འཕེན་དང།

མིག་མི་འཛུམ་ཟེར་ཉག་དེ་ཁྱོད་ནི་མིག་ག་དུས་འཛུམ་དགོས་སོ་མ་རེད་བ། མིག་ཁྱོད་ནི་མིག་མི་འཛུམ་མིག་འཛུམ་དགོས་སོ་མ་རེད་བ། ཆུ་ཉག་ཆུའི་ནང་ལ་ཆུ་རུ་ཉག་ཆུའི་ནང་ལ་ཉལ་བསྡད་ཀྱི་ཡོད་རེད་བ། རྒྱབ་རིང་ཟེར་དེ་ཁོ་རང་གི་མཇུག་མ་རིང་པོ་ཡོད་པ་དེ་ནི་རྒྱབ་རིང་ཟེར་མཇུག་མ་རིང་པོ་ཡོད་པ་དེ་ནི་རྒྱབ་རིང་ལག་ཡིན་ས་རེད། ཨོ་མཇུག་མ་རིང་པོ་ཁྱོད་ནི་རྒྱབ་རིང་ལག་ཡིན་ས་རེད། ཨོ་དེ་ཤུག་དེ་ལ་ད་གར་འདུག་ཟེར་ལབ་པ་ཡིན་ན། དེ་ནི། དེ་ནི་དེ་ཤུག་དེ་ལ་དཔེ་མེད་མིང་འདུག་ཨ། མེ་ཏོག་མེ་ཏོག་དཔེ་མེད་ཀྱི་མིང་དེ་གར་འདུག་ཟེར་ལབ་པ་ཡིན་ན་ང་ཚོ་འགྲོ་ཡ་ཨེ་འདྲ། གཟིགས་ཤོག་ཨ། མེ་ཏོག་དཔེ་མེད་མིང་དེ་ལ།

ད་དཔལ་གོས་ཟེར་བའི་སྒ་བ་ལ་དཔལ་གྱི་གོས་ཟེར་བའི་སྒ་ལ་དཔེ་མེད། དཔེ་མེད་གེ་སར་འདི་དཔལ་གྱི་གོས་དཔལ་གྱི་གོས་འདི་དཔེ་མེད་གེ་སར་ལ། དཔེ་མེད་འདི་དཔེ་མེད་འདབ་བརྒྱད་དང་དཔེ་མེད་མེ་ཏོག་དཔེ་མེད་ཀྱི་གེ་སར་ཞེས་བར་བ་དཔེ་མེད་དཔེ་མེད་དཔེ་མེད་གེ་སར་དེ་ལ་དཔེ་མེད་འདབ་མ་གི་གཡོགས་པ་དང་ཞེས་ཡོད་པ་དེ་ནི་དཔལ་གོས་དཔེ་མེད་གེ་སར་གེ་སར་ཙམ་དང་དཔེ་མེད་སྐྱེས་ཡོངས་སུ་སྐྱིད་མ་ཞིག་འདུག་ཨང་ང་ཚོ་མེ་ཏོག་དཔེ་མེད་ཐོན་ཡོངས་སུ་འབྲས་བུའི་ཁར་ས་མེ་ཏོག་ཐོན་སོང་གེ་སར་ས་སྐྱིད་མ་དེ་ར་བའོ་དེ་དེ་ལ་གར་སི་ལབ་པ་ཡིན་ན་འདབ་མ་གི་འདབ་མ་གི་གཡོགས་ནང་ཞེས་ཡོད་པ་དེ་ནི་དཔལ་གོས་སི་ལབ་རེད།

གྱི་འབྱུང་ཁུངས་འདྲ་བོ་སྟེ་འབྱུང་ཁུངས་འདྲ་ས་ཞིག་ཡིན་པ་དེ་ནི་གསེར་གྱི་གཏེར་ཁ་དངུལ་གྱི་གཏེར་ཁ་དང་ལྕགས་ཀྱི་གཏེར་ཁ་ཟངས་ཀྱི་གཏེར་ཁ་ཚྭ་ཡི་གཏེར་ཁ་ཐམས་ཅད་ཁ་ར་རའི་ས་ཞིང་ནས་ཡོང་གི་རེད་ནོར་འཛིན་ཟླ་བ་དེ་ཐམས་ཅད་འཛིན་མཁན་ཡིན་པ་དེ་ནི་གསེར་ལ་སོགས་པའི་ནོར་བུ་སྣ་ཚོགས་གསེར་ལ་སོགས་རིན་པོ་ཆེ་སྣ་ཚོགས་ཀྱི་འབྱུང་གནས་ཡིན་པ་ལ་བརྟེན་ནས་ནོར་འཛིན་ཟླ་བ་རེད། འཛིན་མ་ཟེར་འདུག་ག་ལ་ས་གཞིའི་སྟེང་ལ་ད་བྱ་དངོས་ཐམས་ཅད་སྲོག་ཆགས་དང་སྲོག་མེད་ཐམས་ཅད་ག་ག་རེ་གིས་འཛིན་དུ་ཡོད་རེད་ག་རེ་གིས་བདག་པོ་རྒྱབ་དུ་ཡོད་རེད་ག་ལ་བརྟེན་ནས་གནས་དུ་ཡོད་རེད་ཟེར་ལ་ས་གཞི་ལ་བརྟེན་ནས་གནས་ས་གཞིའི་སྟེང་དུ་འོད་སྲོག་ཆགས་དང་སྲོག་མེད་ཐམས་ཅད་ས་གཞི་ལ་བརྟེན་ནས་གནས་དུ་ཡོད་པ་དེ་ནི་འཛིན་མ་ཁོ་བདག་པོ་རྒྱབ་མཁན་འདྲ་བོ་དེ་ས་གཞི་ཡིན་པ་དེ་ནི་འཛིན་མ་ཟེར་བ་རེད། གསེར་ལྡན་མ་གསེར་བག་ལ་ཁར་སོ་ལ་བ་ཡིན་ན་ས་གཞིའི་སྟེང་དུ་གསེར་ལ་སོགས་པ་གསེར་ལ་སོགས་གོང་དུ་བཤད་པ་ན་གསེར་དང་དངུལ་ལ་སོགས་པ་ནོར་ཐམས་ཅད་དུ་མ་ན་མ་ནོར་གསེར་དང་དངུལ་ལ་སོགས་པ་གི་གཏེར་མང་པོ་ཡོད་པར་བལྟས་ན་གསེར་ལྡན་མ་ལབ་རེད་གསེར་དང་དངུལ་ལ་སོགས་པ་གི་གཏེར་མང་པོ་ས་གཞི་སྒང་ལ་ཡོད་པར་བལྟས་ན་གསེར་ལྡན་མ་གསེར་ལ་བྷ་མ་ཀུན་ཏུ་གསེར་ལ་སོགས་པ་གི་གཏེར་ཁ་མང་པོ་ཅིག་ས་གཞི་སྒང་ལ་ཡོད་པར་བལྟས་ན་གསེར་ལྡན་མ་གསེར་ལ་རེད

ནོར་གྱི་བློ་གྲོས་དང་ནོར་གྱི་བློ་གྲོས་ཟད་དག་རང་རེད། འཇིག་རྟེན་འཇིག་རྟེན་ནང་ལ་ཟག་ཡག་དང་བཏུང་ཡག་དང་མདོག་བསྡུ་བ་ཡིན་ན་གོན་ཡག་དང་ཡོངས་སུ་རྫོགས་པའི་ས་གཞི་ལ་བརྟེན་ནས་ཡོང་གི་ཡོད་པ་དེ་ནི་དང་ནོར་གྱི་བློ་གྲོས་ལབ་རེད། དེ་ནི་དེ་ཤུགས་དེ་ལ་རྒྱ་མཚོ་འགྲོ། རྒྱ་མཚོའི་གོས་ཅན། རྒྱ་མཚོའི་གོས་ཅན་ཟེར་ན་ས་གཞི་ས་གཞི་འདི་རྒྱ་མཚོའི་སྟེང་དུ་རྒྱ་མཚོའི་སྟེང་དུ་གོས་གཡོགས་པ་ནང་བཞིན་ས་གཞི་འདི་རྒྱ་མཚོའི་སྟེང་དུ་གོས་གཡོགས་པ་ནང་བཞིན

བར་ཚིག་འབྲུ་བཟོ་ས་ནས་ཚིག་འབྲུ་བཟོ་ཆོག་ཆོག་ཡོད་པ་དང་ཡང་ཤེས་སུ་ཤེས་ནས་ཤེས་ཆོག་ཡོད་ད་ཡིག་རྩལ་ལ་ད་མཁྱེན་སོ་མང་ཆེ་བས་ད་འོས་ས་རེད་ད་ཡིན་ན་ཡང་ད་དུང་ཕ་གི་ང་ལ་མ་སོང་ན་ཅིག་ཅིག་ཤེས་ཆ་ཤེས་པ་བྱེད་ནས་ཤེས་ཆ་བྱས་ཉིན་མོའི་ཉིན་འདི་འདི་འདུག་བཅུ་གཉིས་དག་པ་སང་གི་སྟངས་ཅན་ཅན་ག་རེ་ཡོད་པ་ཐམས་ཅད་འོ་དེ་རྟགས་ཚུལ་རྟགས་དང་རྟགས་ཚུལ་དེ་ངེས་པར་དུ་ཤེས་པ་བྱེད་རོགས་གནང་ཞུ་ཡིག་དེ་ཚང་མ་ལ་འཚམས་འདྲི་ཡོད།